ས་དགྲ་ནང་གི་བོད་བཟི་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལས་མཚམས་རེ་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་ཡ་དང། ལེ་ཚན་སྔོན་མ་ནང་ལ་ཞུ་བ་གནང་རྗེས་དེ་རས་ཆབ་མདོ་གྲོང་ཁྱེར་གྱི་ས་མིང་སྡེ་མིང་དང་ཆགས་སྡང་དེ་ཚོ་དེ་ངོ་སྤྲོད་མདོ་བསྡུས་ཀྱིས་ཞུ་ཡ་ཡིན། ཆགས་སྡང་ཟེར་དུས་ད་རི་རྒྱུད་དང་ཆུ་རྒྱུད་རྒྱུག་སྟངས་དེ་ཚོ་དེ་ས་དགྲ་གི་ནང་ལོགས་དཔའ་རིས་ཀྱི་ནང་ལོགས་ལ་གསལ་པོ་མཐོང་གི་ཡོད་ཡིན་ཙང། ཡང་བསྐྱར་ཞུ་མི་དགོས་པ་བྱེད། དེ་ནས་ས་སྨད་བདེ་སྨད་ཀྱི་ཐོག་ནས་ཞུས་ཡོང་དུས་ཐོག་མར་ད་ཆ་མདོ་ཆུ་ནི་བར་ལ་ཆགས་ཟེར་བ་ནང་བཞིན་ཁྱོད་དེ་ཉིད་དེ་སེར་པོ་མཐོང་གི་འདུག་ཨ། གཟིགས་མཁན་གྱི་གཡས་ཀྱི་ཕྱོགས་དེ་ལ་རྫ་ཆུ་ཟེར་གྱི་རེད་གཡོན་གྱི་ཕྱོགས་དེ་ལ་ངོམ་ཆུ་ཟེར་གྱི་རེད། དེ་གཉིས་བསྡོམས་ནས་མ་ལྷོ་ལ་བབས་ནས། བྲག་ཡལ་ནས་མ་འགགས་ནས་བཅད་ནས་མ། མདོར་ན་རྒྱ་ཁབ་ལྔ་ཚར་གཅིག་བརྒྱུད་ནས་མཐའ་ཡི་རྒྱ་མཚོ་གི་ནང་ལོགས་ལ་བབས་འགྲོ་གི་ཡོད་རེད། འཛམ་གླིང་ཡོངས་གྲགས་ཀྱི་ཆུ་སྨན་ལ་མེ་ཀོང་རི་བར་མེ་ཀོང་གཙང་པོ་ཟེར་གྱི་འདུག་དེ་ནི་བོད་ཀྱི་མི་གི་ལབ་སྟངས་ལ་རྫ་ཆུ་དང་རྡ་ཆུ་དང་གླག་ཆུ་ཟེར་བའི་བཟོ་འདྲ་བོ་ད་མིང་ཁ་ཤས་བྱས་འབུད་དང།

དེ་བརྙེད་དེ་ག་རེ་ལ་ལྟོས་ནས་བཞག་གི་རེད་ཟེར་ན་ས་གའི་མཐོ་དམན་གྱི་ཆ་ནས་ཡ་མ་བརྟགའོ་ཟེར་དེ་བཞག་གི་ཡོད་རེད་བ། དེ་མ་གཏོགས་ཡང་ཤར་ལྷོ་ནུབ་བྱང་གི་དེ་འདྲའི་དབྱེ་བ་ཟེར་གལ་ཆེ་གི་ཡོད་མ་རེད། ད་ཡ་ཐང་ཟེར་དེ་ལས་གཙོ་ཆེ་བ་འདྲ་བོ་དེ་དགོན་པ་དེ་ཡོད་རེད། དེ་ནས་གནམ་ཤི་ལེགས་ཧོན་གྱི་ཡོད་རེད། ལས་ཁང་ཁ་ཤས་ཡོད་རེད། ད་ད་ནས་ངས་ཞུ་ཡ་དེ་ལོ་རབས་བརྒྱ་ཆོད་པ་དང་དགུ་བཅུ་པའི་ནང་གི་ཆབ་མདོ་གི་གནས་སྟངས་དེ་ཤེས་གི་ཡོད་དེ་རྗེས་ཀྱི་དེ་ངས་ཤེས་ཀྱི་མེད། དེ་གའི་རྗེས་ལ་འགྱུར་བ་ཆེན་པོ་དེ་འདྲ་ཐེབས་ཡོད་པ་ཡིན་ན་ངས་ཤེས་བདེ་བ་དེ་སྐབས་དེ་དུས་ཀྱི་ལོ་རྒྱུས་ཙམ་ཞིག་ལས་ངོས་འཛིན་བྱས་ནས་མ་གོ་བ་ལེན་ཡ་རེད། དེ་ནས་མ་སྟོང་ཟེར་ཏེ་མ་སྟོང་མོ་རུས་ལྔ་བརྒྱ་ཟེར་ད་སྡེ་དགོན་རྙིང་གི་ནང་ལོགས་ནས་བསྡད་དེ་ཆགས་གི་ཡོད་རེད། དེ་ལས་ང་ཡོད་པའི་སྐབས་སུ་ཆབ་མདོ་རྫོང་ཟེར་གི་རེད་བ་ཆབ་མདོ་རྫོང་གི་ལྟེ་གནས་དེ་ཡང་མ་སྟོང་ན་ཡོད་རེད། བོད་ཀྱི་རིག་གཞུང་གི་ཐོག་ནས་བཤད་པ་ཡིན་ན་ཆབ་མདོ་བོད་སྨན་རྩིས་ཁང་དེ་ཡང་མ་སྟོང་ན་ཡོད་རེད།

ནག་སྐྱོག་རྒྱུ་ཡོད་རེད་ད་ཡ་མཚན་པ་འདྲ་བོ་ཟེར་ན་མི་འདུག་དམིགས་བསལ་ཟེར་དགོས་བ་ལྟ་དམིགས་བསལ་གཅིག་ལས་ཨ་ཁ་ཆེ་གི་ལྷ་ཁང་ཟེར་དགོས་ག་ཤང་ཚར་གང་ཟེར་དགོས་རེད་དེ་འདྲ་གཅིག་ཡོད་རེད་དེ་ནས་དམག་སྒ་ཆུང་ཆུང་གཅིག་ཡོད་རེད་དམག་མི་བསྡད་ས་ད་དེ་གི་རྗེས་ལས་འདི་བ་ཐོང་གཅིག་ཡོད་མི་དེ་ལས་སི་ཏོ་ཐོང་ཟེར་གི་རེད་ད་འདི་གནད་འགག་ཆེན་པོ་ཆགས་གི་ཡོད་རེད་སྤྱི་ཚོགས་རྙིང་པ་ལས་ཡིན་ན་མདོ་སྨད་ས་དབང་ཆེན་པོ་ཟེར་ཡ་དེ་ཤེས། ད་གཞུང་ལས་ཁང་དང། ལྟེ་བ་འདྲ་བ་དེ་ཁོ་རང་གཟིམ་ཤག་དང་བཅས་པ་ཚང་མ་ཐང་འདི་ག་ལ་ཡོད་བསྡད་པ་རེད། དེ་གའི་རྗེ་ལས་ཡིན་ན་ཡང། ཆབ་མདོ་ས་གོར་ཟེར་ཤོག་ན་ཆབ་མདོ་ས་གནས་ཟེར་ཤོག་ན་ད་དེང་སང་ཆབ་མདོ་གྲོང་ཁྱེར་ཟེར་དགོས་ཀྱི་ཡོད་ན། ཨེ་དེ་ཚོ་གི་ལས་ཁུངས་ཐོག་རིང་ཐོག་ཚད། ཨེ་སྲིད་འཛིན་རིམ་པའི།

མང་པོ་བཟོས་འདུག་དེ་ནས་སྐྱེས་བསྟི་བ་ལ་ད་ཟློས་གར་ཁང་དང། དཔེ་མཛོད། དཔེ་མཛོད་མ་རེད་ང་ཡོད་དུས་དཔེ་མཛོད་ཡོད་མི་ད། དེབ་བཙོང་ས་ཅིག་ཡོད་རེད། ལྷག་པར་དུ་བོད་ཡིག་གི་དེབ་བཙོང་ས་ཁེ་རི་མ་ཅིག་ཡོད་མི་དེ་སི་རོ་ཐོང་ཡོད་རེད་ད་དེ་ང་ཚོ་དགའ་ཤོས་དེ་ཉིད་ལྟ་བུ་རེད་ཤེས། དེབ་གསར་པ་ནས་ག་རེ་ལས་ཤེས་བལྟ་ནས་འགྲོ་བསྡད་ཅིག་རེད། དེ་ནས་རྫ་ཆུ་ཤ་སྔོན་ལ་ཐོངས་ཀྱི་ཡོད་མོད་དེ། སྐྱ་ཐང་ཐོངས་ཟེར་གྱི་ཡོད་རེད། ཐོངས་དེ་གི་ནང་ལོག་གི་ད་གཙོ་བོ་འདྲ་བོ་དེ་མ་དགའ་རེད། ཆབ་མདོ་གྲོང་ཁྱེར་འདི་གི་ནང་ལོག་ནི་ད་མ་དགའ་ཆེ་ཤོས་དེ་སྐྱ་ཐང་ཐོངས་ལ་ཡོད་རེད་དམངས་མི་མང་ཤོས་དེ་དེ་བ་བསྡད་གི་ཡོད་རེད། ད་ཐོངས་འདི་གཉིས་དེ་ཤོག་པག་གཡེང་ཡོད་དང་འདྲ་བོ་ཡིན་སྲིད། ཆོས་ཉིད་ཀྱི་བར་གྱི་ཡ་དགོན་པ་ཡོད་ས་གི་སྟོད་དེ་ནི་ཤར་རྒྱལ་གྱི། ཁོངས་སྟོད་གྲོ་གུག་ཕོ་བ་དང་འདྲ་བ་ཡིན། དེ་གའི་མི་ཡི་གི། མར་མཐོང་དེ་འདི་ནི་རི་གི་དེར་བལྟས་ཚེ་མཛོད་ཚིག་གཡོར་དུ་བ། ཤར་རྒྱལ་གྱི་གཤོག་པ་དང་འདྲ་བ་ཡོད། གང་ལྟར་ཤར་ཁྱུང་ཆེན་གྱི་ཐང་ལ་བབས་བདེ་བ་འདྲ་བ་ཅིག་ཡོད། ཆབ་མདོ་གི་ས་བཅད་བཤད་ཡོང་དུས་དེ་འདྲ་བཤད་གི་རེད་བ།

ཐང་ཆེན་པོ་ཡོད་རེད་དེ་ཡིན་དུས་སྡེ་དེ་འདྲའི་སྡེ་ཟ་མཁན་ཡོད་མ་རེད། དེ་གི་ཁྱོད་ཆུ་ཚེ་རྫ་ཕྱོགས་གི་ཤག་གི་ཕྱོགས་ལ་ཡང་ཐང་ཆུང་ཆུང་བྱོས་རེད་དེ་ལ་གོ་ལོང་ཐོང་ཟེར། དེ་ལས་སྐྱབས་ལགས་ག་ནས་འདྲ་ཅིག་ཡག་ཡོད་ན་སྐྱབས་ལགས་ཡག་ཟེར་མཁན་ཁང་པ་ཆེན་པོ་དེ་འདྲ་མང་པོ་ཡོད་རེད། རྒྱ་གར་ནང་གི་བོད་པ་ཚོས་དེ་ལས་གོ་གདམ་ཡིན་ནི་ཁྱེད་ལ་གི་འདུག་བ་ད་དེ་འདྲའི་ཆེན་པོ་དེ་འདྲ་མང་པོ་ཡོད་རེད། དེ་ནས་རྫ་ཆུ་གི་ལྷོ་ཕྱོགས་སེ་གོར་བ་འདི་ལས་ཐང་ཅིག་ཡོད་མོད་དེ་ལས་སྟག་རྩ་ཐང་ཟེར། སྟག་རྩ་ཐང་ལ་གཙོ་བོ་འདྲ་བོ་དེ་སྨན་ཁང་ཕྱི་ལུགས་སྨན་ཁང་བཤའ་བཅོས་བྱེད་ས་དང། དེ་འབྲེལ་གྱི་རྟ་སྨན་ཁང་ཆེན་པོ་གཅིག་ཡོད་རེད། དེ་ནས་སློབ་གྲྭ་དེ་འདྲས་ཁ་ཤས་ཅིག་ཡོད་རེད། ད་དེང་སང་ཡིན་ན་རྩེད་ཐང་དེ་དེ་འདྲས་མང་པོ་ཡོད་ཟེར་བ།

ཨ་མི་ཚང་ཁ་ཤས་ཀྱིས་ཀྱི་དེ་མིན་དེ་ཞིང་ཁ་དང་ཐང་རེད་ཡོད་རེད། དེ་ནས་འདི་བར་རི་གི་གདོང་བཟུ་ནས་བལྟས་ཚེ་གཡོར་ལྡན་གྱི་འདུག་དེ་ལས་ཐང་ཅིག་ཡོད་རེད་དེ་ལ་ཀ་ཐོང་མ་ཟེར། ཁ་སང་ང་ཚོས་ཀ་ཐོང་མ་དེ་སྒོར་སྒོར་ནང་ནོར་ནས་རྫ་རྒྱུད་འདི་བ་ཅིག་བྲིས་ཀྱི་འདུག་ཟེར་ངས་ཞུས་ཡིན་པ། ཨོ་ཀ་ཐོང་མ་དངོས་གནས་དེ་འདི་ངོམ་ཆུ་རྒྱུད་ཀྱི་ངོམ་ཆུ་གི་ཞང་གི་ངོས་དེ་ལོས་ཡོད་རེད་དེ་གའི། ནང་ལོགས་ཀྱི་གཙོ་བོ་འདྲ་བོ་དེ་དམག་མི་གི་སྨན་ཁང་རེད། དམག་མི་གི་སྨན་ཁང་ད་ལག་རྩེར་དང་མཐུན་རྐྱེན་ཡག་ཤོས་དེ་དེ་བ་ཡོད་རེད་ཟིག་སྔོན་མ་ཡིན་ན་ཆབ་མདོ་གཡས་གཡོན་ནས་མི་སྣང་ན་ད་ལྟ་དམག་མི་སྨན་ཁང་ནང་ལོགས་ལ་བསྟན་ས་རག་ན་ད་ཞི་བི་ཀའི་དེ་ཚེ་མཐོན་པོ་འདྲ་བོ་ངོས་འཛིན་བྱེད་དེ་ཡོད་མཁན་སྨན་ཁང་གཅིག་ཡོད་རེད། ད་དུང་མ་ནི་ཡང་གནའ་ཤུལ་འདྲ་བོ་དེ་འདྲའི་དོན་དབྱིངས་སྐོར་དེ་འདྲའི་ལོ་རྒྱུས་ཁ་ཤས་ནང་ཡོང་གི་འདུག་ཁ་ཤས་ཟེར་ན་མི་འདུག་འབུར་རམས་པ་དགེ་ལེགས་ཀྱིས་ཆབ་མདོ་ཁུལ་ལོ་རྒྱུས་དེབ་གཉིས་གསུམ་གྱི་བྲིས་ཡོད་རེད་བ། རྒྱ་ཡིག་གི་ནང་ལོ་ལོ། དེ་གའི་ནང་ལོ་ལོའི་ཀ་ཐོན་མ་ནི་རྡོ་ཡི་ལིང་ག་དེ་འདྲ་མང་པོ་གྱི་དོན་རེད་ཟེར། དེ་ཚོ་དེ་ག་རུ་མཚོན་དགོས་རེད་ཟེར་ན་ཆབ་མདོ་དེ། གནའ་བོའི་ཤར་ཕྱོགས་བུད་མེད་ཀྱི་རྒྱལ་ཁམས་ཀྱི་རྒྱལ་ས་དང་གཏན་ནས་འདྲ་བ་དེ་རེད་ཟེར་ད་ཁོ་རང་གིས་དེར་བྲིས་ཡོད་རེད་བ་དེ་གཉིས་དེ་དཔའ་རོགས་འབྲེལ་བ་ཡོད་རེད་ཟེར་ནས་བཤད་འདུག་དེ་ཡིན་ནའང་རྡོ་ཡི་ལིང་ག་དེ་ཚོ་དེ་ལོ་སྟོང་ཕྲག་སྔོན་གྱི་སྐད་ཆ་ཡིན་དུས་གནའ་ཤུལ་ལས་བརྩིས་ན་འགྲིག་བསྡད་པ་ཅིག་རེད་ཡིན་ན་ཡང་རྐང་བཙོག་ནི་ཟིན་ན་མི་འདུག་ཆེད་དུ་རྙེད་ནས་བཀའ་མཐོང་མ་ནི།

བདག་གི་རུས་པ་དེ་ས་ཆ་འདི་ནས་དོན་བ་རེད། རུས་པ་དེ་ཚོ་གཡག་ལྷོད་སྦྲེལ་ནས་དེང་སང་འདྲེན་སྟོན་གང་དུ་རྒྱག་གི་ཡོད་རོ། ས་ཆ་འདི་ཁྲ་རྒོད་གོ་ཟེར་རོ་འདི་ཁྲ་རྒོད་ཟེར་གི་རོ། སྔོན་མ་ཁྲ་རྒོད་གོ་ནས་འདུག་ཅེས་ནས་རྒྱ་ནག་ལ་འགྲོ་ས་ག་མོ་ཏྲ་ལ་འགའ་ལས་ཡོད་རོ། དེ་ལས་ཡོང་བའི་སྐབས་སུ་ནི་ས་འོག་ནས་དེ་རུས་པ་དེ་ཚོ་རྙེད་པ་རེད། ད་ལྟའི་ལོ་ས་ཡ་གི་ལོ་རྒྱུས་ནང་བཞིན་མ་ཤེས་གི་འདུག་བ། ད་དེ་ནི་ས་བཀྲ་ནང་མཐོང་བདེ་བའི་གཅིག་ལས་འདི་གཅིག་མཐོང་གི་འདུག་བ། འདི་ལས་སྟག་རོང་ཇོ་སྔོན་མ་ཟེར་ནས་ཇོ་བོ་གཅིག་དགོན་པ་རི་ཁྲོད་གར་ཟེར་ཤོང་ད་དེ་འདྲ་གཅིག་ཡོད་རེད་ཇོ་ཁང་གཅིག།

ཕྱིས་སུ་བོད་པ་གི་སེང་གེ་རྫོང་ཟེར་དེ་གི་ཆུ་འགྲམ་དེ་ལས་ཞི་ཡ་ལགས་ཀྱི་གཟིམ་ཁང་བྱས་མ་གཏོགས་དམིགས་བསལ་གྱི་གནའ་སྔ་མོ་གི་རྫོང་དེ་འདྲ་གི་ཡོད་ས་མ་རེད་ད་ས་འོག་ལ་ཡོད་ན་གང་ཞིག་རེད་འདི་གི་རྩེ་ལས་ཁང་ཤོ་གྱང་རོ་མང་པོ་དང་ཆེན་པོ་ཞེ་དྲག་ཡོད་འདི་ས་ཁྲ་ནང་ལོག་ནས་ཡང་བལྟས་ཚེ་མཐོང་འདུག་འདི་གཅིག་ཤ་ནི་མ་བསྲེས་ཡ་མི་འདུག་མ་གཏོགས་དེ་གི་རྒྱབ་ལོག་དེ་ནས་རག་གི་ངོས་ནས་མ་འདུག་ཤ་རེ་ཤོ་རེ་དེ་ནས་མང་པོ་ཞེ་དྲག་ཡོད་རེད། ཁ་ཤས་ཀྱིས་རང་ལྗོངས་ཀྱི་དྲ་ཤར་རེ་ཤོར་རེ་རེད་དེ་ཡོད་རེད་ཁ་ཤས་ཀྱིས་མིག་གི་ཟུས་བཞག་ཡོད་གྱོང་དང་རྩིག་གྱང་བརྩིགས་པ་དེ་འདྲ་རེད་དེ་ཡོད་རེད་ཨེ་ཁྱོད་ཀྱི་རྒྱུད་ཀྱི་བར་དུ་ལ་མ་གཏོགས་ནས་ཡ་མཚན་པོ་ཅི་ཡོད་རེད་ཨེ་དེ་དང་འབྲེལ་ནས་འཁྱམས་དེ་མིག་གི་ང་རྒྱུད་ལ་སྒྲོམ་སྙན་པོ་དང་རིང་པོ་ཞིག་ར་བཤད་ཡོད་རེད། འབངས་གྱེན་ལོག་སྐབས་ཀྱི་གྱེན་ལོག་བྱེད་སྟངས་ཀྱི་སྒྲོམ་མང་པོ་ཡོད་རེད་བ་དེ་ཚོ་དང་འདྲ་བོ་འདྲ་བོ་དེ་འདྲས་མང་པོ་བཤད་ཡོད་རེད། ཡིན་ན་ཡང། ད་དེང་སང་ཚན་རིག་དང་མཐུན་དགོས་ཀྱི་བརྟག་དཔྱད་བྱས་ནས་དེ་གནའ་ཤུལ་དེ་ཚོ་འདི་མ་རེད་འདི་རེད་ཟེར་དེ་འདྲའི་སྐད་ཤེས་བཞག་མཐོང་ཡ་མི་འདུག། ད་དེ་འདྲའི་འདྲ་བ་ཅི་མེད་འགྲོ་ད་ལྟ་ངའི་ཤོད་དེ་ཡ་དེ་ཚོ་དེ། ཆབ་མདོ་གྲོང་ཁྱེར་གྱི་ནང་ལོགས་ནས་ད་ཐང་གི་མིང་ཐོགས་དེ་ཡ་གི་ས་ཆ་དེ་ཚོ་དེ་ངས་གཙོ་བོ་ཞུས་པ་རེད། ད་དེ་མ་ཡིན་པ་ནི་ཁྱེད་ས་མིང་སྡེ་མིང་དེ་འདྲ་ཞེ་དྲག་མང་པོ་རེད་པས་ན་མ་གཏོང་རང་ལ་ཆ་མཚོན་པ་ཡིན་ན་ངས་ད་ལྟ་དྲན་ཚོད་ལས་ཨོ་རོང་ཁ་ཟེར་བ་འདྲ་བོ་ཆུ་དྲི་ཁ་ཟེར་བ་འདྲ་བོ་སི་ཚོང་སེང་ཟེར་བ་འདྲ་བོ་མནྡ་ར་སྟོང་ཟེར་བ་བཟོ་ཡ་ཞོ་ཁ་ཟེར་བའི་བཟོ་འདྲ་བོ་སྐྱོང་ཁ་ཟེར་བའི་བཟོ་འདྲ་བོ་སྟག་མདའ་མོ་ཟེར་བའི་བཟོ་འདྲ་བོ་ས་ག་གེ་ཟེར་བའི་བཟོ་འདྲ་བོ།

ད་འདི་ག་དོན་ཡག་པོ་ཞིག་མི་འདུག་དེ་གང་ལྟར་ད་འདི་ལ་བལྟས་ཡག་ཡིན་ནའང་མ་གཏོང་མོ་དོན་ལྔ་བརྒྱ་ཟེར་ཡག་དང་ངས་མ་གཏོང་རང་ལ་ས་མའི་སྡེ་མི་མང་པོ་ཡོད་རེད་ཟེར་བ་དེ་ཡོད་ཆོག་ས་རེད་ཡོད་ས་རེད་བསམ་བསམ་འདྲ་བོ་བྱས། བློ་ཡོད་ན་ཆགས་ས་རེད་བསམས་སོང། ཨོ་དེ་ཁྱེད་ངའི་པར་དེ་ཅེས་ཁེལ་ཡོང་བ་ཡིན། དེ་ནས་པར་དེ་ཅེས་གཟིགས་ད་པར་འདི་ཨེ་རིག་ཁྲེག་མན་སེ་དེ་ཁྱེད། བོད་ཤ་ཆོ་ལོའི་འབྲུ་རྒྱུད་ཞེས་པའི་སྐོར་གྱི་དེབ་ཀྱི་འཕྲིན་ནོར་འདི་ནང་ལོགས་ཀྱི་པར་རེད་ཤག་འདི་ནང་ལོགས་བཟོ་བ་ཡིན་ན་ནི་ཆབ་མདོ་དགོན་པ་དེ་བལ་དུ་གྱོང་རེད་མ་གཏོགས་བསྡད་མི་འདུག་འདིའི་པར་དེ་ཕ་ཁྱེད་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་བདུན་བཅོ་བརྒྱད་དེ་འདྲའི་སྐྱེས་ལོ་བརྒྱབ་ཡོད་ས་རེད་བསམ་ས་འདུག་ཁོ་རང་སྐབས་དེ་དུས་ཆབ་མདོ་ལ་འགྲོ་འདུག་བ། དེ་དུས་ད་རྒྱ་བོད་གཉིས་འདི་ཆབ་མདོ་ལ་དམག་བརྒྱབ་ནས་པོ་ཐེ་སོག་གི་ནང་ཁ་འཆུ་བསྡད་པའི་སྐབས་རེད་ཤ་སི་ཁོ་རང་གོ་ཁྲིད་ཡོད་རེད། དེ་གིས་ཆབ་མདོ་སྡེ་དགོན་རྙིང་ག་དེ་གཏོར་ནས་ད་ལྟོགས་ཤོར་འདྲ་བ་ཅི། འདུག་སུ་བྱས་ནས་ལྷག་བསྡད་པ་རེད་ཤག་ནི་དགོན་པ་དེ། གཏོར་རྒྱག་པའི་ཟུར་གྱི་ཡང་པར་དེ་ལས་གསལ་ཚུལ་གྱིས་ཁོ་རང་གིས་རྒྱབ་ཀྱིན་འདུག་ངོ། པར་དེ་འདི་རེད་འདི་ནང་ལོགས་ལ་ག་དུས་དགོན་པ་དེ་རྩ་གཏོར་བཏང་ཡོད་མེད་སྐོར་དེ་བྲིས་འདུག་བ།

ཟླ་འདི་ལས་ཁོས་ངོ་མཚང་འདི་ལ་ཡུན་ནན་གྱི་ཟམ་པ་དང་རྫ་ཟམ་དེ་ལ་སི་ཁྲོན་གྱི་ཟམ་པ་འདྲ་བ་ཅིག་ལབ་བསྡད་ཀྱི་འདུག་ཟླ་དེས། རྫ་ཟམ་བུད་ནས་མ་སི་ཁྲོན་གྱི་ཕྱོགས་ལ་འགྲོ་གི་ཡོད་རེད་བ་དེ་ཞིག་ལབ་གི་ཡོད་ས་རེད། ངོ་མཚང་ནི་མ་ཚ་དགོངས་ནས་མ་ཡུན་ནན་ལ་འགྲོ་གི་ཡོད་བ་ཡིན་ཚ་དེ་ཞིག་ལབ་གི་མེད་འགྲོ་ཡིན་ཡ་དེ་ཟམ་པ་གང་མ་དེ་ངོ་མཚང་འདི་རེད་ཤག་འོ་མ་དེ་རྫ་ཆུ་གི་ཟམ་པ་རྫ་ཟམ་ཟེར་ཡ་དེ་རེད་ཤག།

ཉམས་སོགས་བགྱིད་འདུག་སྟེ་ད་གྱོན་རིན་པོ་ཆེ་འགོག་ནས། དཔེ་གཡོག་ལས་ཡའང་མ་ལྟོ་བར་བ་དེར་ངའི་ས་བགྱིད་སྐབས་སུ་དེ་དུས་ཡང་མང་པོ་བགྱིད་ཡ་རྩ་ཁ་ཞོག་ཡོད་མ་རེད་ལགས་དོ། དེ་བྱེད་དུས་གཅིག་བགྱིད་ནའང་གྲྭ་བ་ཕོ་དམག་གི་མ་གཏོགས་སྔུན་གྱི་ཡིན་སྲིད་པ་རེད། གང་ལྟར་འདས་ཀྱི་པར་དེ་ཆབ་མདོ་དྲུང་ཡིག་བློ་བཟང་འོང་དུས་ཀྱི་ང་བྲིས་སོང།